འོ་བཀྲ་ཤིས་བདེ་ལེགས། ཨ་ནེ་ད་ང་ཚོ Written Up Builder ཡང་ན་དཔེ་ཀློག་བརྙན་ཆས་སྒྲིག་སྟེགས་ཟེར་བ་དེ་གའི་ནང་ནས་ང་ཚོ་གི་སྒྲ་ལྡན་ཤིས་སྒྲོན་བརྙན་ཆས་སྒྲིག་པའི་སྐབས་སུ་ཨ་ནེ་ང་ཚོ་ངེས་པར་དུ་དཔེ་སྤྱོད་གཏོང་དགོས་ཡ་གི་མཚོན་རྟགས་ཁ་ཤས་ཡོད་རེད་འོ་དེ་ཚོ་གི་མཚམས་ནས་ངོ་སྤྲོད་དུ་བྱེད་ཀྱི་ཡིན། དང་པོ་ང་ཚོ་གི་ད་ཁྱེད་རང་གི་རྩོམ་སྒྲིག་བྱ་བ་གློག་ཀླད་དེ་ཨ་ནེ་གུས་ཤྲི་དང་སྒེའུ་ཁུང་ཐོག་ཅན་གང་ཡིན་རང་དེ་ཚོ་ལ་འདྲ་མཉམ་གི་ཐོག་ནས་ལག་ཆ་འདི་ན་འདྲ་ང་ཚོ་རྩོམ་སྒྲིག་བྱེད་ཚ་གི་ད་བརྙན་ཆས་གཉིས་དཔེ་སྤྱོད་གཏོང་ཆོག་གི་རེད་གཅིག་དེ Word ཟེར་བ་དེར་གཉིས་པ་དེ་ཡིན་ན་དེ་ནི་གུས་ཤེས་རྟོགས་ཅན་གྱི་ནང་ཡིན་ན་ང་ཚོ་གི་འདི་འོན་ཏན། པན་ཅི་ཟེར་བ་དེ་བེད་སྤྱོད་གཏོང་དགོས་ཀྱི་རེད་སེམས་པ། ནི་སྒེའུ་ཁུང་རྟོགས་ཅན་གྱི་ནང་ཡིན་ན་ཅི་ཧྲི་པན་ཟེར་བ་དེ། འདི་རེད་ཡིན་གཅིག་གི་ནང་ནས་བརྗོད་ན་འདི་ཚོ་རེད། དེ་ཚོ་བེད་སྤྱོད་གཏོང་དགོས་ཀྱི་རེད་གལ་སྲིད་དེ་ཚོ་བེད་སྤྱོད་མ་གཏོང་བ་ཡིན་ན་ནི་ཁྱེད་རང་གི་རྩོམ་སྒྲིག་བྱས་ནས་ཚར་བའི་རྗེས་ནས་ཉན་ཆེ་འདི་གི་ངོས་ལེན་བྱ་གི་མ་རེད། དེ་སེམས་ལ་ངེས་དགོས་པ་གཙོ་བོ་གཅིག་གཅིག། འོག་དེར། དེ་ནས་ད་ང་ཚོ་སྐབས་སུ་བབ་པ་དཀྱིལ་ཁོངས་ཐོག་བཅད་འགོ་ལོག་ལེན་ཡོད་ནང་ལ Note Pad བེད་སྤྱོད་གཏོང་ནས་རྩོམ་སྒྲིག་བྱ་སྟངས་ཀྱི་མཚམས་ནས་ངོ་སྤྲོད་བྱས་ན། འདི། ཨ་ནི ID ཟེར་བ་དེ་གི་ཀ་རི་མཚོ་འགུག་ངེས་བར་དུ་བཞག་དགོ་གི་ཡོད་རེད་ད་འདི་ཚོ་ངེས་བར་དུ་ཕྱི་ར་ངོས་འདིའི་ནང་བེད་སྤྱོད་གཏོང་དགོ་གི་ཡོད་རེད། འདི་བེད་སྤྱོད་མ་གཏོང་ན་ཡང་ཉིན་གཅིག་གི་དངུལ་རྫས་བཅད་ཐུབ་གི་མ་རེད། དེ་ནས་མཚན་གཞུང་འདི་འདྲ་བྲི་དགོ་གི་ཡོད་རེད། དེ་ནས་བརྗོད་གཞི། འདི་གི་སྔོན་ལ། ཨ་ནི་ཡི་གེ་འདི་ཆ་ག་ངེས་བར་དུ་བྲི་དགོ་གི་ཡོད་རེད། ཨ་འདི་གི་བརྗོད་གཞི་བྲིས། དེ་ནི་འདི་གི་ག་ལ་འཚོ་དགོས་རེད་འདི་ན་ཤོག་ངོས་འཚོ་དགོས་རེད་ཡང་ན་ང་ཚོ་གོ་དཔེ་ཆ་གཅིག་ལ་ཤོག་ངོས་ཁ་ཤས་ཀྱིས་ཡོངས་སུ་བར་རེད་དེ་འདྲ་ཡིན་འདི་ན་ཤོག་ངོས་དང་པོ་བཞི་ངོས་གཉིས་པ་ཅིག་ཡིན་ན་དེ་ནི་ཤོག་ངོས་མཚོན་བྱེད་རེད་ཨ་ནི་འདི་ཤོག་ངོས་དེ་འདིའི་མཚམས་ནས་ཁྱེད་རང་གི་འདི་ལྟ་བུ་ཅིག་བྲིས་ཤོག་ངོས་དང་པོ་ཡིན་ན་དེ་བྲིས་དེ་སྟོང་པ་བཞག་བྱས་ན་འགྲིག་གི་ཡོད་རེད་དེ་ནི་འདིའི་ཨོ་ཧཀ་དེ་འདྲ་པར་མཚོན་བྱེད་རེད། གཙོ་བོ་དེ་འདི་འདི་རེད་འདི་བྲིས་འདི་ཆ་བོ་བྲིས་དེ་རྗེས་ནས་ད་ཁྱེད་རང་གི་འདྲ་པར་གི་མིང་འདི་བྲི་དགོས་གི་ཡོད་རེད། འདྲ་པར་གྱི་མིང་ནི་འདི་འབའ་འབའ་ལུ་ཀུའུ་ཟེར་རྒྱུ་དེ་འདྲ་པར་དང་པོ་ཤོག་ངོས་དང་པོ་གི་འདྲ་པར་དང་པོ་རེད། དེ་ནི་ཤོག་ངོས་གཅིག་ལ་འདྲ་པར་གཅིག་མ་གཏོགས་པའི་ཆོག་དང་ཆོག་གི་ཡོད་མ་རེད་དེ་ཁོ་རང་གི་སྟོན་གི་མ་རེད་གཉིས་གསུམ་ག་ཚད་བཞག་ཡིན་ན་ཆེར་འགག་གཅིག་ལས་ལྷག་ག་ཚོད་སྟོན་གི་མ་རེད། དེ་འདྲ་བྱེད་ཀྱི། དེ་ནི་འདི་སྐར་ཚེ་ཁྱེད་རང་གི། འདྲ་པར་དེ་རྗེ་ཕལ་གྱི་ཡིན་ན་འདི་བཞག་དགོས་ཀྱི་ཡོད་རེད་ཟེར་འདྲ་པར་གྱི་རྗེས་ལ་ནི PNG ཡིན་ན་འདྲ་པར་གྱི་རྗེས་ལ་འདི་བཞག་དགོས་ཀྱི་ཡོད་རེད་ཟེར་འདྲ་འདི་བཞག་སྟངས་དེ་གོ་རིམ་དེ་འདི་ལྟར་དུ་བྱས་ནས་བཞག་དགོས་ཀྱི་ཡོད་རེད་ཟེར་དེ་འདྲ་ཅིག་བྱེད་དེ་ནས་དཔེ་བྱས་ན་འདྲ་པར་དེ་འདི་རེད་ཤོག་ངོས་དང་པོ་གི་ཤོག་ངོས་དང་པོ་གི་འདྲ་པར་གཅིག་འདྲ་པར་གྱི་འོག་ལ་ཡི་གེ་གཅིག་ཡོང་བསྡད་ཀྱི་འདུག་དེ་རེད་ད་དེ་འདྲ་པར་དེ་དེའི་ནང་ཡོང་གི་ཡོད་རེད་དེ་ནས། ད་འདས་ག་རེར་འཚོང་གི་ཡོད་རེད་ཟེར་ན་ང་ཚོ་དགོད་སྒྲོན་གྱི་སྤྱི་ཁོག་ཟིན་ན་འདྲ། དེ་ནས་ང་ཚོ་འདི་ནས་འབའ་འབའ་འདྲ་པར་བཀོག་ན་ཡི་གེ་ཚོ་རྒྱུག་དེ་ལ་ངའི་སྤྱི་ཁོག་ཟིན་ན་འདྲ་ཨོ་ད་གོང་ལྟར་འདི་འཚོང་གི་ཡོད་འདི་ཡོང་གི་ཡོད་རེད། ཁྱེད་རང་གི་སྒྲ་ཡོད་རེད་ཁྱེད་རང་གི་ད་སྒྲར་ལྡན་རེད་པ་སྒྲ་ཡོད་དུས་ན། ངེས་པར་དུ་འདི་བཞག་དགོས་གི་ཡོད་རེད་དེ་མེད་ན་ཡང་སྒྲ་ཁོ་རང་གི་མཚམས་དེ་ངོས་ལེན་བྱ་གི་མ་རེད། སྒྲ་དེ་བཞག་པ་ཡིན་ན་ཁྱེད་རང་གི་འདིའི་ནང་ལ་ངོ་འཐུག་གི་མ་རེད་སྒྲ་དེ་འདི་འཐུག་གི་མ་རེད། ཨོ་དེ་འདྲ་ཅིག་ཅིག་ད་འདི་ཚོ་ཚང་མ་དེ་རྩ་བའི་སྒྲོམ་གཞི་ཁུར་མཁན་ངེས་པར་དུ་དགོས་ཀྱི་ཨ་ནི་འདིའི་མཚམས་གཉིས་ད་ཤོག་ངོས་དང་པོ་གཉིས་པ་གསུམ་པ་གཉིས་ད་དེ་ནི་དང་པོ་ནས་བརྒྱད་བར་དུ་ག་ཚོད་ཡོད་པ་ཡིན་ན་ཨ་ནི་ཁྱེད་རང་གི་དེ་འགྲོ་སྟངས་གཅིག་པ་གཅིག་ནས་བཞག་དགོས་ཀྱི་ཡོད་རེད། ད་མ་འདྲ་བ་ཡོད་པ་དེ་ཤོག་ངོས་རེ་རེ་ནས་ཤོག་ངོས་དང་པོ་ཤོག་ངོས་དང་པོ་གཉིས་པ་གསུམ་པ་གཅིག་ནས་ཨང་གྲངས་དེ་འགྱུར་བ་གཏོང་དགོས་ཀྱི་དེ་ག་ནང་བཞིན་གྱི་ཤོག་ངོས་དང་པོ་གི་ནང་འདྲ་འདི་འདྲ་པར་དང་པོ་ནི་ཕྱོགས་ངོས་གཉིས་པ་འདྲ་པར་གཉིས་པ་གསུམ་པ་བཅས་ནས་ད་འདྲ་པར་གྱི་མིང་ཡང་དེ་ནས་བསྒྱུར་དགོས་ཟེར་འདྲ་པར་འདི་འབའ་འབའ་ལུག་གི་ཟེར་ཡ་དེ་ངས་ང་རང་གིས་བཏགས་རྒྱུ་རེད་འདྲ་འདི་འདྲ་པར་དེ་གི་མིང་བཏགས་རྒྱུ་རེད་ཁྱེད་རང་གིས་ག་རེ་བཏགས་ན་འགྱུར་བ་གཏོང་ཆོག་གི་ཡོད་རེད་ཟེར་ཡིན་ན་ཡང་གཅིག་གྱུར་དགོས་གི་ཡོད་རེད་ཟེར་རྒྱུ་དེ་རེད། དེ་ནས་ད་ང་ཚོ་གི་ཡི་གེ་འདི་ཡིག་རྐྱང་ཡིན་པ་གང་ཞིག་ལ་ཡང་ང་ཚོ་གི་འདི་འདི་འདྲ་འདུག་ཨ། UTF རྗེས་ཟེར་ར་ཇེ་མདོག་སྟབས་ངེས་པར་དུ་དེ་ཡིན་དགོས་ཀྱི་ཡོད་རེད་དེ་འདྲ་དེ་ཡིན་པ་ལ་ང་ཚོ་གོས་དར་འདིའི་ནང་རྩོམ་སྒྲིག་བྱེད་རྗེས་མ་ང་ཚོ་གོས་ཉར་ཚགས་བྱེད་པའི་སྐབས་སུ་འདི་འདི་ནང་ལ་སོང། དེ་ནས་ང་ཚོ་འདི་ཚང་མ་འདི་ཚང་མ Encoding ཟེར་རྒྱུ་དེ་འདེམས་གསེས་བརྒྱབ་ཆོག་འདི་ནང་མང་པོ་འདུག་དེ་འདྲ་ཡིན་དུས་ན་ང་ཚོ་གོས་ག་རེ་འདེམས་དགོས་ཀྱི་རེད་དེ་འདེམས། དེ་ནས་ཁྱེད་རང་གིས་ཉར་ཚགས་ག་བ་བྱེད་དགོས་ཀྱི་ན་དེ་གིས་ཉར་ཚགས་བྱེད་ས་གི་ས་ཆ་དེ་ན་ཉར་ཚགས་བྱས་བཞག་པ་ཡིན། ཨ་ནི་དེ་ནས་ད་ཉིན་ཕྱེད་དེ་གིས་ངོས་ལེན་བྱ་གི་རེད། ཨོ་དེ་ཀྱི་ད་ང་ཚོ་གོས། ད་ནི་འདི་གི་རྩོམ་སྒྲིག་ཆ་སྟོང་དེ་ང་ཚོ་གོ་ཤེས་རྟོགས་ཅན་གྱི་ནང་ནས་ད་ནི་ག་ལ་འོན། པན་པིན་ཅི་ཟེར་བ་དེ་ཡང་འོ་ད་དེ་གི་ནང་ང་རྩོམ་སྒྲིག་བྱ་བ་ཡིན་ན་འདི་གི་མཚོན་རྟགས་དེ་ཚོ་བཞག་སྟངས་དེ་གཅིག་གྱུར་རེད། དེ་གཅིག་ཨ་ནི Word གི་ནང་ལ་འདིའི་མཚོན་རྟགས་འདྲ་བོ་རིགས་དེ་གཅིག་ཀྱང་བཞག་དགོས་ཀྱི་ཡོད་མ་རེད་ཟེར་ནས་ཨ་ནི། དེ་བྱས་ནས་ཞུ་གི་ཡོད། ཨ་ནི་ད་འདི་གི་ངོ་སྤྲོད་དེ་དེ་ཙམ་གྱིས་འགྲིག་པ་ཅིག་ཡིན་ཐུགས་རྗེ་ཆེ།